མེ་ཏོག་དང་རྨི་ལམ་ལེའུ་བཅུ་གསུམ་པ། དེ་ནས་སྒྲོལ་དཀར་གཅིག་པོ་སྨན་ཁང་ལ་ཕྱིན། སྒྲོལ་དཀར། སྒྲོལ་དཀར། ཞེས་སྨན་གཡོག་མས་སྔོན་ལ་ཁད་ཆུང་ཙམ་དང་དེ་རྗེས་སྐད་ཤུགས་ཆེན་པོས་ཐེངས་གསུམ་ཙམ་བོས་ཏེ་སྒྲོལ་དཀར་ཞེས་པ་སུ་ཡིན་བཙལ། སྨད་གཡོགས་མའི་སྐད་ཀྱིས་བག་ཁྱམས་ནང་སྒུག་བཞིན་པའི་ནད་པ་ཚོའི་འུར་འུར་ཆིལ་ཆིལ་གྱི་འུར་སྐད་དེ་འཇགས་པར་བྱས། རྐུབ་སྟེགས་ཐོག་སྒུག་ནས་ཡོད་པའི་བུད་མེད་ནད་པ་ཚོ་ཕ་མཐའ་ཚུར་ལྟ་བྱས་ཏེ་རང་ཉིད་སྒྲོལ་དཀའ་མིན་པའི་རྣམ་འགྱུར་ཞིག་བསྟན། འུར་ཆེ་ཆེ་བའི་སྨན་ཁང་གི་བག་ཁྱམས་སུ། འཐོམ་ནས་བསྡད་པའི་པད་ཁའི་མེ་ཏོག་གཉིད་ལས་སད་པ་ལྟ་བུ་བྱུང་སྟེ། སྨད་གཡོགས་ཀྱིས་འབོད་པའི་སྒྲོལ་དཀར་ཞེས་པ་དེ་རང་ཉིད་ཡིན་པ་ཤེས་ནས་རྟབ་རྟབ་པོར་ཡར་ལངས་ཏེ། སྨན་པའི་མདུན་དུ་འབྲུ་ཚིག་གཅིག་གམ་མིང་གཞན་ཞིག་བོས་ཟིན། རྒྱ་བཟའི་མཚན་མོའི་སྤྲོ་སྐྱིད་ཁང་ནང་དུ་སླེབས་པ་ནས་བཟུང་མོའི་མིང་དེ་བ་ལུའི་མེ་ཏོག་གཅིག་པོས་འབོད་པ་ཕུད་གཞན་སུས་ཀྱང་འབོད་ཀྱི་མེད་པས། མོའི་ཡུལ་མི་ཐོབ་ཐང་ལག་འཁྱེར་དང་ཐེམ་ཐོའི་ཐོག་མིང་དེ་འཁོད་པ་ལས་ད་ལྟ་མོའི་མིང་ནི་དཔལ་ཁའི་མེ་ཏོག་ཡིན། ཐ་ན་དྲུག་སྐྱིད་ཁང་གི་ལར་ལེན་པའི་སྐབས་སུ་ཡང་མོས་དཔལ་ཁའི་མེ་ཏོག་ཅེས་མཆན་འགོད་བྱེད་ཀྱི་ཡོད། ཁང་པའི་ནང་གི་ནད་པ་དེ་ཕྱིར་ཐོན་རྗེས་དཔལ་ཁའི་མེ་ཏོག་གང་མགྱོགས་ཁང་པའི་ནང་དུ་སོང་སྟེ། ཨམ་ཆི་ལ་སྒོར་མོ་ཚུགས་ང་བསམ་བློ་གཞན་ལ་གཡེང་རྗེས་ཡག་པོ་གོ་མ་བྱུང། ང་སྤྲོད་དགའ་ཡིན་ཞེས་མགོ་བོ་དུད་ཙམ་དང་འཛུམ་ཙམ་བྱས། སྨན་ཁང་གི་བརྟག་དཔྱད་བྱེད་སའི་ཕྱི་ནང་གཉིས་རྩ་བ་ནས་མི་འདྲ་ཞིང། མགོ་མར་རྒྱབ་རྗེས་མོའི་མིག་མདུན་དུ་དཀའ་ཆེ་དོད་པའི་འཇིག་རྟེན་ཞིག་འཆར། ཁང་པའི་ནང་གི་སྒྲིག་ཆས་ཧ་ཅང་སྟབས་བདེ་ཡང། ཁོར་ཡུག་དེ་ནི་དྭངས་ཤིང་གཙང་བའི་ཁོར་ཡུག་ཅིག་ཡིན། ད་དུང་དེ་ཡི་ནང་ནས་ཁྱབ་པའི་སྨན་ཁང་གི་དྲི་ནི་བྱུག་རྫས་ཀྱི་དྲི་དང་ཐ་མ་ཁའི་དྲི་ཆང་གི་དྲི་གང་ཡང་མི་འདྲ་བར། བརྗོད་མི་ཤེས་པའི་དྲི་ཞིམ་པོ་ཞིག་ཁོ་མོའི་སྣ་ཡི་བུ་གར་འཁྱིལ་ཡོང། སྨན་པ་བུད་མེད་དེས་མགོ་བོ་དུད་དེ་མདུན་གྱི་ནད་ཐེབས་སྟེང་ཅི་ཞིག་འབྲི་གིན་ཡོད་པས་དེའི་གདོང་གི་ཟུར་ཙམ་ལས་མ་མཐོང་ཡང། སྐེ་རིང་བ་བུང་སྐེ་དང་འདྲ་བ་དང་མགོ་སྐྱེས་ཀྱི་སྐྲ་མཚམས་གཙང་མར་ཕྱེ་སྟེ་རྒྱབ་ཏུ་དཔྱངས། དཀར་ལ་མཉེན་པའི་ལག་པ་ནད་ཐེབས་ཐོག་བདེ་འཇགས་འཁྱུག་པོས་ཡི་གེ་འབྲི་བའི་ངང་ཚུལ་བཅས་ལས་བུད་མེད་གཞན་ལ་མེད་པའི་ཉམས་ཤིག་མངོན་ཡོང་གི་ཡོད། ནས་མཐེབ་ཐོག་ཐོག་བཀོད་ཟིན་རྗེས་ཡར་བླངས་ཏེ་རང་གི་ལག་པ་བཀྲུས། དེ་རྗེས་སླར་ཡང་རྐུབ་སྟེགས་སྟེང་དུ་བསྡད། པད་ཁའི་མེ་ཏོག་ལ་བལྟས་ཏེ་ཁྱོད་གང་དུ་བདེ་པོ་མི་འདུག་གམ་ཞེས་དྲིས། མོའི་སྐད་མདངས་དེ་སྔར་སློབ་ཆུང་ལ་འགྲོ་དུས་སློབ་གྲྭའི་བརྙན་འཕྲིན་དེ་ལས་མཐོང་མྱོང་བའི་པ་ཙིར་གྱི་བརྙན་འཕྲིན་ཟློས་གར་གཡོག་མོ་ཞེས་པའི་ནང་གི་མི་སྣ་གཙོ་བོ་གཡོག་མོ་ཡིད་རྫོགས་ལགས་ཀྱི་སྐད་མདངས་དང་ཧ་ཅང་འདྲ་བས་སྙན་ལ་བབ་ཆགས་པ་དང། གཟུགས་པོ་ནི་བལྟས་པ་ཙམ་གྱིས་འདྲོངས་ལ་ལྡེམ་པ་ཞིག་ཡོད་པས་སྨན་པ་བུད་མེད་དེ་མཐོང་བ་དང་དཔལ་ཁའི་མེ་ཏོག་ཐུང་འཕྲིན་སྒྲིག་སྐབས་དགེ་རྒན་གྱིས་སྙན་ངག་གི་གཟུགས་རྒྱན་བེད་སྤྱོད་ལ་སྐུ་གཟུགས་ཚེ་རིང་སྨྱུག་མ་གསུང་སྐད་བཅོས་མོན་སྲུང་སྙན་ཞེས། དཔེ་བཞག་པ་དེ་ཡང་དྲན་ཏེ་དེ་ནི་ཆེད་དུ་བུད་མེད་སྨན་པ་འདིར་བརྒྱན་པ་ལྟ་བུར་སྣང། མོའི་རྒྱ་སེའི་མཚན་མོའི་སྤྲོ་སྐྱིད་ཁང་ནང་སྨན་པ་དེ་ལས་ལོ་ཆུང་ལ་རྣམ་པ་མཛེས་པའི་བུ་མོ་མང་པོ་ཞིག་མཐོང་མྱོང་ཡང། དེ་དག་མང་ཆེ་བ་ནི་ལྷན་སྐྱེས་ཀྱི་རང་བྱུང་རྣམ་པ་དེ་རྦད་དེ་འབུ་ས་འབྲུས་སྐོང་ས་བརྒྱངས་ཏེ། སྐྱོ་གར་བཏང་བ་ཞིག་ཅི་རེད། མོས་དེ་ལྟར་བསམ་གྱིན་མདུན་གྱི་བུད་མེད་ཨེམ་ཆི་དེར་དང་བ་ཆེན་པོ་སྐྱེས། སྨན་པ་བུད་མེད་དེས་མོའི་སྣང་བ་ཕྱི་ལ་གཡེངས་པ་ཤེས་ཏེ་བུ་མོ། ཁྱོད་ག་རེ་བདེ་བོ་མི་འདུག་གམ། ཞེས་འཇམ་པོའི་ངག་གིས་བསྐྱར་དུ་དྲིས། ད་གཟོད་པད་ཁའི་མེ་ཏོག་གི་བློ་ནང་དུ་བསྡུས་ཏེ། ཅུང་འཚེར་སྣང་དང་བཅས་ང། ང། ཞེས་ཧ་ཅང་བཤད་མི་འདོད་པའི་རྣམ་འགྱུར་ཞིག་བསྟན་ཏེ་རང་གི་ལུས་སྨད་ལ་ལག་པ་འཇུ་ཙམ་འཇུ་ཙམ་བྱས། སྨན་པ་བུད་མེད་དེས་ཡ་མཚན་གྱི་རྣམ་འགྱུར་གང་ཡང་མེད་པར། བྱས་ན་གོས་དུང་མར་ཕུད་དེ་ཉལ་ཁྲིའི་སྟེང་འཛེགས་དང་ཞེས་བཤད་པ་དང། དེར་དཔལ་ཁའི་མེ་ཏོག་ཡ་མཚན་གྱིས་དེ་ཨམ་ཅི་ལ་གོས་དུང་ཕུད་དགོས་སམ་ཞེས་ཁོང་གིས་གོ་ནོར་ཐེབས་པ་མིན་ནམ་སྙམ་སྟེ་དེ་ལྟར་དྲིས། ག་རེ། ཁྱོད་ན་ཚ་བརྟག་དཔྱད་བྱེད་ཀྱི་མིན་ནམ། ཨིམ་ཅི་བུད་མེད་དེས་ཧ་ཅང་སྣང་མེད་ངང་དེ་ལྟར་བཤད། མོས་ད་བར་མཁས་པ་མང་པོའི་མདུན་དུ་རང་གི་གོས་ཐུང་ཕུད་དེ་ལུས་སྨད་སྣང་མེད་ངང་ཁོ་ཚོར་བསྟན་མྱོང་ན་ཡང། དེ་རིང་བུད་མེད་ཨམ་ཅི་དེ་ཡི་མདུན་དུ་གོ་ཐུང་ཕུད་སྐབས་ངོ་མ་ངོ་ཚ་བའི་སྣང་བ་ཞིག་འགོག་མེད་དུ་སྐྱེས། འོན་ཏེ་སྨན་པའི་མདུན་དུ་ངོ་ཚ་སྤང་རྒྱུ་ཡིན་པས་དལ་བུས་ཁེ་རག་དཀྲོལ་ཏེ་སྨན་པས་བཤད་པ་བཞིན་བྱས། སྨན་པ་བུད་མེད་དེས་ལག་པར་སྒྱིད་ཀྱི་ལག་ཤུབས་གྱོན་ཏེ་མོའི་ལུས་མེ་ལ་བཏགས་ཁིན། བུ་མོ། ན་ཚ་སྔ་ཙམ་ནས་མ་བསྟེན་པ་ཅི་བྱེད། ད་སྔས་མགོ་ལ་གཉན་ཚད་ཚབས་ཆེན་པོ་རྒྱས་འདུག་པས་ནམ་ཞིག་སྨན་བཅོས་མ་བྱས་ན་ཉེན་ཁ་ཆེན་པོ་རེད་ཅེས་བཤད་རྗེས་མོ་ཉལ་ཁྲི་ལས་བབ་ཏུ་བཅུག། དེ་རྗེས་ནད་ཐེབས་འདྲི་ཁིན། སྔོན་ལ་ཁྲག་དང་རྫག་ཆུ་བརྟག་དཔྱད་བྱས་གོ་རེད། སྤྱིར་བཏང་ཆ་ནས་རིགས་དུག་གི་ནད་ཕོག་པ་རེད་འདུག་རྒྱུན་དུ་གཙང་སྦྲ་དང་སྤྱོད་ལམ་གཙང་མ་བྱེད་རྒྱུ་དེ་གལ་ཆེན་པོ་རེད། ཅེས་བཤད་རྗེས་མོ་ལ་བརྟག་དཔྱད་ཀྱི་ཤོག་ལྷེ་ཁ་ཤས་སྤྲད། སྐབས་དེར་མོའི་བསམ་པར་ཚར་སོང་ཡོད་ཚད་ཚར་སོང་བསམ་སྟེ་མིག་མདུན་དུ་གློ་བུར་དུ་ས་རུབ་པ་བཞིན་མུན་པ་འཐིབས། རྣ་ཅོག་ལས་རིགས་དྲུག་གི་ནད་རིགས་འདུག་རིགས་དྲུག་གི་ནད་རིགས་འདུག་ཅེས་པ་དེ་བྲག་ཆ་འཁོར་བ་བཞིན་ཡང་ནས་ཡང་དུ་གྲགས། གང་ཙམ་ནས་མོ་བརྒྱལ་བ་ལས་སོས་པ་ལྟ་བུ་བྱུང་ཞིང། ཁོ་མོའི་སེམས་པར་ནད་གཞི་ནི་གསལ་པོ་བྱུང་སོང། ངས་ཐོས་དུས་རྩ་བ་ནས་མེད་ཀྱང་སྔོན་དཔག་བྱས་པའི་གནས་དེ་རེད་འདུག་ད་ནི་དོན་མེད་བརྟག་དཔྱད་བྱས་ནས་དངུལ་ཁྲོལ་འགྲོ་རོགས་རེད་བསམ་སྟེ་སྐད་ཤུགས་དམའ་བོས། ཨེམ་ཅི་ལགས་ཉིན་ཤས་ང་རང་ལས་བྲེལ་ཆེ་བས་སྔོན་ལ་བརྙན་ཁ་ཅོག་ཅིག་གི་སྨན་ཞིག་གནང་ན་ཨེ་འགྲིག། ལས་བྲེལ་ཆུང་དུ་སོང་ན་སྨན་ཁང་བསྟན་པར་ཡོང་གི་ཡིན་ཞེས་ཨེམ་ཅི་བུ་མོ་དེར་ཧ་ལམ་ཞུ་བ་འབུལ་བའི་ཚུལ་གྱིས་བཤད། ཁོ་མོའི་སྐེ་ཚེ་དེ་གོ་བ་དང་ཨིམ་ཆི་ཡ་མཚན་ནས། ཁྱོད་ཚོའི་བཟོ་འདྲ་བ་ན་ཚོ་ཆུང་ཆུང་དེ་ཚོར་ག་རེ་བཤད་ཀྱང་ཡིད་ཆེས་ཀྱི་མ་རེད། ཡིན་ན་ཡང་ང་ཨིམ་ཆི་ཞིག་གིས་རང་གི་ལས་རིགས་ལ་འགན་འཁུར་ཏེ་ཁྱོད་ལ་བཤད་རྒྱུར། ངེས་པར་དུ་བརྟག་དཔྱད་བྱས་ཏེ་སྨན་བཅོས་བྱེད་དགོས་ཞེས་བཀའ་ཕབ་པ་བཞིན་ཚིག་ཐག་བཅད་དེ་བཤད། ཨིམ་ཆིའི་སྐེ་ཚེ་དེ་གོ་བ་དང་མོ་དེ་བས་བྱེད་མི་འདོད་བ་ཞིག་བྱུང་བས། ང། ང་ཞེས་ལུས། ཨིན་ཇིས་མོའི་སེམས་ནས་བཤད་པ་བཞིན། ངས་ཁྱོད་ལ་ཐད་ཀར་བཤད་པའི་རྒྱུ་མཚན་ནི་ཁྱོད་ཀྱི་ན་ཚ་དེ་ཆིག་ཐང་གི་བུད་མེད་ཀྱི་ནད་གཞི་དེ་འདྲ་མ་རེད། རིགས་དུག་གི་ནད་ལ་ཡང་རིགས་མི་འདྲ་བ་མང་བས་གལ་ཏེ་བཅོས་ཁག་པ་དེ་ཡིན་ན་རྙོག་དྲ་རེད། ད་ལྟ་མ་བཅོས་ན་དེས་རང་གི་སྲོག་ཀྱང་འཕྲོག་པའི་ཉེན་ཁ་ཆེན་པོ་ཡོད་རེད། ངས་ཁྱོད་ལ་ནན་བཤད་བྱ་རྒྱུར་གནས་སྐབས་རང་གི་བཟའ་ཟླ་དང་ལུས་འབྲེལ་རྩ་བ་ནས་མ་བྱེད། ད་ལྟ་རང་གི་ལུས་ལ་ན་ཚ་དེའི་ནད་འབུ་ལངས་པའི་སྐབས་ཡིན་པས་གཞན་ལ་དགོས་ཉེན་ཤིན་ཏུ་ཆེན་པོ་ཡོད་རེད། གལ་ཏེ་བརྟག་དཔྱད་བྱས་ཏེ་རིགས་ཐུགས་ཡང་བ་དེ་ཡིན་ན་ཅུང་དྲག་རེད། ཨ་ཅང་ཅང་ངས་ཀྱང་ཡང་བ་དེ་ཡིན་པའི་རེ་བ་བྱེད་ཀྱི་ཡོད་ཅེས་བཤད། སྐད་ཆ་འདི་གོ་བ་དང་དཔེ་ཁའི་མེ་ཏོག་དངངས་སྐྲག་དེ་བས་ཆེ་རུ་ཕྱིན་ཏེ་ཨ་ཙི། དངོས་གནས་བཅོས་ཐབས་མེད་པའི་ནད་གཞི་སྡུག་པོ་དེ་ཕོག་ཡོད་ན། བརྟག་དཔྱད་བྱས་པའི་འབྲས་བུའི་ཤོག་ལྷེ་དེ་ང་ལ་གསོག་ཆས་ཀྱིས་ཁྲིམས་བསྒྲགས་བྱས་པ་མ་ཡིན་ནམ། ལོ་དེ་དག་ནང་ཆམ་པ་ཕོག་ཙམ་ལས་སྨན་ཁང་ནང་དུ་མགོ་བོ་བརྒྱུས་མ་མྱོང་ཡང་དེ་རིང་གོམ་པ་དང་པོ་སྤོས་པ་དེར་ནད་གཞི་ཐབས་སྡུག་དེ་འདྲ་མགོ་ཐོག་ཏུ་བབས། དེ་ལྟར་བསམས་ཏེ་ཕྱི་ནུར་བྱས་ཏེ་བརྟག་དཔྱད་བྱེད་རྒྱུའི་ཤོག་ལྷེ་ལེན་མ་ནུས། ཨིམ་ཅིའི་གཤོག་ལི་དེ་མོའི་ལག་པར་བླུགས་རྗེས་ཕྲུ་གུ་ཡོད་དམ་ཞེས་དྲིས། དེ་རྗེས་སླར་ཡང་ཆུ་ཀ་ལའི་མདུན་དུ་ཕྱིན་ཏེ་ལག་པ་བཀྲུས། པད་ཁའི་མེ་ཏོག་གི་ལག་ནང་དུ་གཤོག་ལི་དེ་འབྱོར་བ་དང་མོའི་གཟུགས་པོ་འདར། ངུ་སྐད་དང་སྦྲགས། ང་ད་ལྟ་གཉེན་སྒྲིག་ཀྱང་བྱས་མེད་པར་ཕྲུ་གུ་ག་ནས་ཡོང་ཞེས་བཤད། ཨིམ་ཅི་དེས་མོའི་སྐད་ཆ་དེ་གོ་བ་དང་ཁ་ནས་ཅི་ཡང་མ་བཤད་ཀྱང་མགོ་བོ་འཕྲེད་དུ་གཡུགས་ཏེ་དབུགས་རིང་ཞིག་བཏང། དེ་རྗེས་བད་ཀན་མེ་ཏོག་ལ་བལྟས་ཏེ། བུ་མོ། དབྱིན་ཇིའི་བརྟག་དཔྱད་བྱེད་ཤོག། སྔ་ཙམ་ན་ཚ་ཚེགས་ཆོད་ཚེ་སྨན་བཅོས་བྱེད་བདེ་གི་རེད། དུས་ཚོད་ཀྱིས་སུའང་སྒུག་མི་སྲིད་པ་ཤེས་དགོས་ཞེས་ངེས་པར་དུ་བརྟག་དཔྱད་བྱེད་དགོས་ལུགས་ནན་བཤད་བྱས། བད་ཀན་མེ་ཏོག་གི་ཤོག་ལེ་དེ་ལག་ནང་འབར་རྫིས་བཏང་གིན་མིག་གཉིས་ལས་སེམས་སྡུག་གིས་མཆི་མ་བཏུང་གིན་ཁང་ཆུང་དེ་ལས་ཐོན། མོའི་ངང་ཚུལ་དེ་ནི་སོ་སོས་རིགས་དྲུག་གི་ནད་འདུག་པ་དེ་ཁས་བླངས་པ་བཞིན་དལ་བུས་རྒྱ་ལམ་སྟེང་དུ་སླེབས། ལམ་དུ་འགྲོ་གིན་དྲིན་ཆེན་གཉིས་ལས་རང་སེམས་སྐྱོ་བའི་མིག་ཆུ་ཆད་མེད་དུ་བཞུར་ཡོང། སྐབས་དེར་སོ་སོ་ངུ་བའི་སྐད་སྒྲ་ཡང་སོ་སོས་ཐོས་ཐུབ། པད་ཁའི་མེ་ཏོག་ལམ་དུ་འགྲོ་གིན་མོའི་བསམ་པར་བུད་མེད་ཅིག་གི་ངོས་ནས་བཤད་ན་ནད་གཞི་དེ་ཕོག་ན་བུད་མེད་ཆ་ཚང་བ་ཞིག་བྱ་རྒྱུ་གང་ནས་ཡོད། ལྷག་པར་དུ་ང་ལས་ཀ་ཐབས་སྡུག་དེ་འདྲ་བྱེད་མཁན་ཞིག་གི་ངོས་ནས་བཤད་ན་དེ་བས་བདེ་ཐང་གི་མཚན་མ་ཞིག་མེད་ཐབས་མེད། ངའི་གཟུགས་པོ་འདི་གསེར་ཡིན་ལ་ངའི་ལུས་མེད་དངུལ་ཡིན་པས་དེ་མེད་ན་ང་ལྟོ་གོས་གང་གིས་འཚོལ། པ་ཕས་སྨན་རིན་སུས་སྤྲོད། གཅུང་པོར་ཟས་རིན་སུས་བསྐུར། མཚམས་དེར་པད་ཁའི་མེ་ཏོག་གི་མ་བུའི་སྙིང་ཅུང་གས་ལ་ཉེ་ཞིང་ཁྲ་ཆུང་མིག་གཉིས་ཀྱང་རིབ་རིབ་ཏུ་གྱུར། སྨོན་ལམ་གཟུགས་ཀྱི་རྐུབ་སྟེགས་གཅིག་གི་ཐོག་ཏུ་བསྡད་དེ། ཁོ་མོའི་རྣ་བར་སླར་ཡང་སྨན་པའི་སྐད་ཆ་དེ་དག་བྲག་ཆ་འཐབ་པ་བཞིན་འཁོར་ཡོང། དེ་དག་ལ་བསམ་བཞིན་བསམ་བཞིན་པད་ཁའི་མེ་ཏོག་གི་མིག་གཉིས་ལས་སླར་ཡང་ཆུ་མིག་བརྡོལ་བ་བཞིན་མིག་ཆུ་ལྷུང་ལྷུང་དུ་བབས། ནང་སེམས་ཀྱི་གདུང་བ་ཕྱིར་མི་མངོན་པ་ཇི་ལྟར་བྱས་ཀྱང་འགོག་ཐབས་མ་བྱུང། མོས་རྐུབ་སྟེགས་སྟེང་ནས་མར་ས་སྟེང་དུ་བསྡད་དེ་པུས་མོ་བཙུགས་རང་གི་མགོ་བོའི་སྐྲ་ནས་ཐིང་སྐད་ཤུགས་ཆེན་པོས་ངུས་ཀྱང་རྒྱ་ལམ་སྟེང་དུ་སྐྱོད་བཞིན་པའི་སྐྱིད་ཕོ་མོ་རྒན་གཞོན་ཚོ་ནི་དེ་དང་འབྲེལ་བ་སྤུ་ཙམ་མེད་པ་བཞིན་མོ་ལ་སྣང་འཇོག་གང་ཡང་མི་གཏོང་བར་ཐལ་སྐྱོ་ཆེ་རིགས་ངང་རང་གི་འཚོ་བའི་ཆེད་དུ་རང་རང་གི་ལམ་དུ་བཞུད་ཀྱིན་ཡོད། རེ་ཞིག་སོང་རྗེས་པད་ཁའི་མེ་ཏོག་ངུ་བའི་ནུས་ཤུགས་ཀྱང་ཡོངས་སུ་རྫོགས་ཏེ་འགུལ་རྒྱུ་མེད་ལ་ངུ་རྒྱུ་མེད་པར་རྒྱ་ལམ་དུ་འགྲུལ་པར་ལྟ་གིན་བསྡད། མོའི་བསམ་པར་ང་འདྲ་བ་རྒྱ་ལམ་སྟེང་དུ་ཤི་ཡང་གྲོང་ཁྱེར་འདིའི་མིག་ཆུ་ཐིགས་པ་གཅིག་ཀྱང་གཏོང་མི་སྲིད། དེ་ནི་གྲོང་ཁྱེར་དང་གྲོང་གསེབ་ཀྱི་ཁྱད་པར་རེད་བསམ་པ་དང། ཡང་མོའི་བསམ་པར་ང་རང་ལོ་ན་ཆུང་བས་དེ་འདྲ་བློས་གཏོང་བྱེད་དུས་རྩ་བ་ནས་མེད་པས་ངེས་པར་དུ་སྨན་བཅོས་བྱས་ཏེ་དྲག་སྐྱེད་ཡོང་བ་བྱེད་ཨང། མ་མཐའ་ཡང་གཅུང་པོ་སློབ་གྲྭ་ནས་མ་ཐོན་བར་རིག་པ་སྒྲིམ་དགོས་བསམ་སྟེ་ཀྱ་ཀྱོ་ངང་ཁོ་ཚོ་སྡོད་སའི་ཁང་ཆུང་ནང་དུ་ལོག་ཕྱིན། དེ་ཉིན་གཅེན་གཅུང་ཚོ་མལ་ལས་ལངས་སྐབས། པད་ཁའི་མེ་ཏོག་མཐོང་ས་མེད་ལ། ཁ་པར་ཡང་ཁ་བཀག་སྟེ་འབྲེལ་བ་བྱེད་མ་ཐུབ་པས་ཁོ་ཚོ་གསུམ་ཁང་ཆུང་ནང་དུ་པད་ཁའི་མེ་ཏོག་བསྐུར་ནས་བསྡད་ཡོད། པད་ཁའི་མེ་ཏོག་གོམ་པ་བྱིས་པོས་རྡོ་སྐས་བརྩེགས་ཏེ་ཡོང་བའི་གོམ་སྒྲ་བར་ལུས་མེ་ཏོག་གི་ལམ་སེང་ཤེས་ཏེ། ཁང་ཆུང་ལས་མར་མཐུན་མཁན་སྡུག་ཡུས་དང་བཅས་ཏེ་སྐད་ཤུགས་ཆེན་པོས་ཨ་ཅག། རང་ནི། ང་ཚོ་གཉིས་ཀྱང་མ་འགྲོགས་པར་ཕྱི་ལ་གཅིག་པོ་ཐོན། ལྟོས་དང། ཉིན་ཕྱེད་ཟིན་ནས་ཁ་པར་ཁ་མ་འབྱེད་ཆེད་ང་སེམས་ཚོར་ཆེན་པོ་ལངས། ཡང་སྙིང་གང་དུ་ཕྱིན་པ་ཡིན་ནམ། ཞེས་བརྗོད་ཀྱང་པད་ཁའི་མེ་ཏོག་གི་ཁ་མ་གྲགས། མོའི་བཞིན་མདོག་རྦད་དེ་ཉམས་ཏེ་ཐལ་ཐོག་ཐོན་པ་དང། དེའི་ཁར་ཞོགས་པ་གདོང་ལ་མཛེས་བཟོ་གང་ཡང་བྱས་མེད་པའི་གདོང་གཤིས་ཧ་ཅང་སྐྱོ། མོའི་གཅིག་བདག་མིན་པའི་ངང་ཚུལ་དེར་བ་ལུའི་མེ་ཏོག་གི་སེམས་སུ་མི་བདེ་བ་བྱུང་སྟེ། མོས་པད་ཁའི་མེ་ཏོག་གི་ལག་ནས་བཟུང་སྟེ་འཐེན་ཡང་པད་ཁའི་མེ་ཏོག་གིས་ཁ་ཡ་མ་བྱས། དེ་ལས་ལྡོག་སྟེ་དེ་དག་ནི་ཧ་ལམ་རང་ལ་ཤེས་ཀྱི་མེད་པ་ལྟར་དུ་སྒོ་ཁར་ལངས་པའི་བ་ལུའི་མེ་ཏོག་ལ་ལྟ་ཙམ་ཡང་མ་བྱས་པར་མོ་ལ་ཟུར་ཏེ་ཁང་ཆུང་ནང་དུ་འཛུལ། ལྟོ་བས་ཉལ་ཁྲིའི་ཟུར་དུ་བཞག། དེ་རྗེས་རྔན་པ་རིང་པོ་ཞིག་ཐེངས་གཅིག་ཉལ་ཁྲིའི་སྟེང་དུ་བརྩིགས། གན་རྐྱལ་དུ་ཉལ་ནས་མིག་གཉིས་ཅི་རིར་ཐོག་པང་ལ་གཏད་དེ་བསྡད། མོའི་ད་ལྟའི་བྱེད་སྟངས་དེར་བུ་མོ་ཚོ་སེམས་འཚབ་ལངས་ཏེ་པད་ཁའི་མེ་ཏོག་གིས་ཉལ་ཁྲིའི་མཐའ་ནས་བསྐོར་ཏེ། ཨ་ཅག། མིས་ཁྱོད་ལ་དབང་ཡོད་བཤད་མ་བྱུང་ངམ། ཞེས་དང། ཨོག་ཆོས་མེ་ཏོག་གིས་ཁྱོད་ཀྱི་ནང་མི་དེ་མ་ཐག་མ་རེད་འདུག་གམ་ཞེས་བཤད། བུ་མོ་ཚོ་དངངས་འཚབ་དང་བཅས་ཏེ་མོ་ལ་སྐད་ཆ་ཇི་ལྟར་དྲིས་ཀྱང་པད་ཁའི་མེ་ཏོག་གིས་ཁ་སྔར་བཞིན་མ་གྲགས། ད་ནི་བུ་མོ་ཚོས་པད་ཁའི་མེ་ཏོག་ལ་ཡང་སྙིང་གནས་ཚུལ་ག་རེ་འཕྲད་མིན་ལ་ཚོད་དཔག་སྣ་ཚོགས་བྱེད་ཀྱིན་སྡོད་རྒྱུ་ལས་མ་བྱུང། ཁོ་ཚོ་ཐབས་ཟད་དེ་མོ་ལ་ཆུ་བླུགས་པའམ་ཞིམ་ཟས་མངལ་སྒོ་བསྐྱལ་བ་སོགས་བྱས་ཀྱང་པད་ཁའི་མེ་ཏོག་གིས་དེ་དག་ལ་སྣང་བ་ཕྲན་བུ་ཙམ་ཡང་གཏོང་གི་མེད། སྐབས་དེར་བ་ལུའི་མེ་ཏོག་གིས་བསམ་པར་ཨ་ཅག་གི་ནད་གཞི་དེ་ཡག་པོ་ཞིག་མིན་པ་འདྲ་བསམས་ཏེ་དབུགས་རིང་ནར་ནར་འཐེན། མིག་ཆུ་ཁྲུམ་ཁྲུམ་གཏོང་བ་ལས་གཞན་གྱི་ཐབས་ཤེས་མ་བྱུང། བུ་མོ་གཞན་གཉིས་ཀྱིས་པད་ཁའི་མེ་ཏོག་ལ་ཡང་སྙིང་གནས་ཚུལ་ག་རེ་འཕྲད་མིན་ལ་ཚོད་དཔག་འདྲ་མིན་སྣ་ཚོགས་བྱེད་པ་ལས་མ་འདས། དཔལ་ཁའི་མེ་ཏོག་གིས་སའི་ཁམས་གང་མ་བསྲེགས་པ་དང་ཆུ་ཁམས་གམ་ཡང་མ་འཐུང། སྐད་ཆ་ཚིག་གཅིག་ཀྱང་མ་བཤད་པར་ཉལ་ཁྲིའི་སྟེང་ཉིན་མཚན་གཉིས་ཉལ། འཁྱུད་དཀའ་བའི་ཉིན་མཚན་གཉིས་ཀྱི་རྗེས་ལ་དཔལ་ཁའི་མེ་ཏོག་ཁྱ་ཁྱོ་ངང་ཉལ་ཁྲི་ལས་བབས། འོན་ཏེ་མོའི་གདུང་གཤིས་དེ་བས་སྐྱ་ཐེ་ཐེ་དུ་གྱུར་ཡོད་པ་དང་ད་ཆ་མོའི་གཙེས་པའི་མིག་གཉིས་ཀྱང་མཐིང་དུ་འཐིམས་ཡོད། ལུས་ཕུང་ཡང་དེ་བས་སྐྱོ་རུ་ཕྱིན་ཏེ་རང་ཚུགས་མ་ཐུབ་གྲབས་བྱེད་ཀྱི་ཡོད། མཚམས་དེར་དཔལ་ཁའི་མེ་ཏོག་གི་ལུས་ཐོག་ནས་སྨན་པ་བུ་མོ་དེས་སྤྲད་པའི་ཁྲག་གིས་བརྟག་དཔྱད་བྱ་རྒྱུའི་སྙན་ཞུའི་ཤོག་སྙིགས་དེ་ས་སྟེང་དུ་བསགས། བ་ལོའི་མེ་ཏོག་གིས་ཤོག་སྙིགས་དེ་བསྒྲུགས་ནས་ལྟ་སྐུལ་བྱས་ཀྱང་ཀློག་མ་ཤེས་པའི་རྒྱ་ཡིག་ཟང་ཟིང་ཡིག་འབྲུ་འགའ་ཡོད། ཨིམ་ཆིའི་ཡི་གེ་དེ་དག་ནི་མོའི་མིག་མདུན་དུ་ངོ་མི་ཤེས་པའི་རི་མོ་ཨ་སྐྱོ་པ་སྐྱོ་ཙམ་ལས་གང་ཡང་མ་མཐོང། ཁོ་མོ་དངངས་འཚབ་ལངས་ཏེ་ཨ་ཅག་ཡང་ཉིན་ན་ཚ་ག་རེ་རེད་འདུག་གམ། ཁྱོད་ཀྱིས་ཁ་ཡང་མི་གྲགས་པར་འདི་འདྲས་ཉིན་མཚན་གཉིས་བསྐྱལ། ང་ཚོས་ཕན་མ་ཐོགས་ན་ཡང་བློ་རོགས་གྲོས་རོགས་འདྲ་ཡོང་གི་རེད། ང་ནི་སེམས་ཁྲལ་གྱིས་ཤི་གྲབས་བྱེད་ཀྱི་འདུག་ཅེས་བཤད། ཨོག་ཆོས་མེ་ཏོག་གིས་ཀྱང་པད་ཁའི་མེ་ཏོག་གི་འཁྲིས་སུ་བཅར། མོའི་ཟང་ཟིང་དུ་གྱུར་པའི་སྐྲ་ལ་བྱུག་བྱུག་བྱེད་ཀྱིན། པད་ཁའི་མེ་ཏོག་ཁྱོད་ལ་སེམས་ནད་དང་དཀའ་ངལ་ག་རེ་ཡོད་ཀྱང་འདི་ལྟར་ཁོག་པའི་ནང་དུ་ཉར་མ་སྡོད། ང་ཚོ་གཅེན་གཅུང་ཚོ་ལས་དབང་གཅིག་པས་མཉམ་དུ་འབྲེལ་ནས་འདིར་འཛོམས་པ་རེད། ཁྱོད་ཀྱིས་ངེས་པར་དུ་ཁྱོད་ལ་བྱུང་བའི་དཀའ་ངལ་ང་ཚོར་ཤོད་དང། ཅེས་ཞུ་བ་འཐེན་པའི་ཚུལ་གྱིས་བཤད་ཀྱང་ཕན་ཐོགས་མ་བྱུང་བར་དཔལ་ཁའི་མེ་ཏོག་གིས་སྔར་བཞིན་ཁ་མ་གྲགས། མཚམས་དེར་བོད་སྐད་དེ་ཙམ་མི་གོ་བའི་ཏོག་ལྭ་མེ་ཏོག་གིས་ཀྱང་ཨོག་ཆོས་མེ་ཏོག་གི་བཤད་པ་ཚང་མ་རྟོགས་པ་བཞིན་མགོ་བོ་ཅོག་ཅོག་བྱེད་ཀྱིན་དཔལ་ཁའི་མེ་ཏོག་ལ་ཆུ་ཁོལ་ཕོར་པ་གང་བླུགས། པད་ཁའི་མེ་ཏོག་གིས་རྟོགས་ལ་མེ་ཏོག་གིས་སྤྲས་པའི་ཆུ་ཁོལ་དེ་རང་ཅག་སྒྲོག་ཙེའི་སྟེང་དུ་བཞག། མོས་སྔར་བཞིན་སྐད་ཆ་ཚིག་གཅིག་ཀྱང་མ་བཤད་ཀྱང་མོའི་མིག་གཉིས་ནས་སླར་ཡང་མིག་ཆུ་རིང་པོ་ཞིག་བཞུར་བ་དང། དེ་གཉིས་དུས་གཅིག་ཏུ་མོའི་ཁུ་ཚུར་བརྒྱུད་དེ་ཁའི་ནང་དུ་ལྷུང། པད་ཁའི་མེ་ཏོག་གི་ཡ་ང་བའི་ངང་ཚུལ་དེ་དག་བུ་མོ་ཚོས་མཐོང་སྐབས་ཚང་མའི་སེམས་འཁྱག་ཤུར་ཤུར་ཆགས་པ་དང་ཁོག་འདར་སིག་སིག་ཏུ་ཤོར། མཚམས་དེར་ཁང་པའི་ནང་ཁ་ཁུ་སིམ་མེར་བསྡད་པ་ལས་སུས་ཀྱང་ཁ་གྲགས་མ་བྱུང། སྐབས་དེར་པད་ཁའི་མེ་ཏོག་གིས་རང་གི་གཅེན་གཅུང་ཚོར་ཅི་ཞིག་བཤད་པར་འདོད་ཀྱང་མགྲིན་པའི་ལམ་ནས་མ་ཐོན། བ་ལུའི་མེ་ཏོག་གི་སེམས་ནང། གདུང་བ་དེ་བས་དྲག་ཏུ་འཆིང་སྟེ་དབུགས་ཀྱང་གཏོང་དཀའ་ཡང། མོས་རང་སེམས་རང་གིས་མནན་ཏེ་ནང་སེམས་ཀྱི་འགྱུ་བ་ཕྱིར་མ་མངོན་པ་བྱས། པད་ཁའི་མེ་ཏོག་གི་འཁྲིས་སུ་བཅར་ཏེ། ཨ་ཆ། མགྱོགས་པོ་ཤོད་དང། ཡང་སྙིང་ན་ཚ་ག་རེ་རེད་དོ། ཅེས་དྲིས་ཀྱང། པད་ཁའི་མེ་ཏོག་གིས་ཁ་དམ་དུ་བཙུམས་ཏེ་ལན་གཅིག་ཀྱང་མ་བཏབ། བ་ལུའི་མེ་ཏོག་དེ་བས་སེམས་འཚབ་ལངས་ཏེ། མོའི་གདོང་ལ་འཇུག་འཇུག་བྱེད་ཀྱིན་ལྟོས་དང། ཨ་ཅག་རང་ཞེ་དྲག་སྐམ་བཞག་གདོང་ལ་ཁྲག་མེད་པ་ལྟ་བུ་ཞིག་འདུག་པས་གནས་སྐབས་དགོངས་པ་ཞུས་ཏེ་གང་ལ་ཡང་བསམ་བློ་མ་བཏང་བར་ངལ་གསོ་གྱིས། ངེད་གཉིས་དེ་རིང་ཕྱི་དྲོ་ཕྱི་ལ་ཕྱིན་ཏེ་ཁང་པ་འདི་ལས་ལེགས་པ་ཞིག་བཙལ་བཀོལ་ཆས་ཆ་ཚང་ཞིག་ཉོས། དེ་རྗེས་ལྟོ་ཆས་སོ་སོ་རང་གིས་བཟོ་རྒྱུ་བྱོས། ང་རྒན་སྙན་གྲགས་ལགས་ཀྱི་ཁྱིམ་དུ་སྡོད་སྐབས་ལྟོ་ཆས་བཟོ་མཁས་པོ་ཞིག་ཡོད་པས་ངས་གནང་ཐག་མེད་པར་ལྟོ་ཞིམ་དག་ཅིག་བཟོས་ཆོག། ཅེས་བཤད། ད་གཟོད་དཔལ་ཁའི་མེ་ཏོག་གི་ཁ་གཞི་ནས་གྲགས་བྱུང། མོའི་སྐད་ཤུགས་ཆུང་ངུས། ད་ལྟ་ངའི་ངོས་ནས་བཤད་ན་དངུལ་ནི་ཚེ་སྲོག་རེད། དངུལ་ཁ་གང་བཀག་མ་གང་ཡང་འཕྲོ་བརླག་གཏོང་འདོད་མེད། གལ་ཏེ་ཨིམ་ཅིས་བཤད་པའི་རིགས་དྲུག་གི་གནས་དེ་ཡིན་ན་ངས་དངུལ་ཁང་བཅོམ་ན་མ་གཏོགས་ང་ལ་ཐབས་ཤེས་གང་ཡང་མེད་ཅེས་བཤད། སྐད་ཆ་དེ་གོ་བ་དང་བ་ལུའི་མེ་ཏོག་རང་གི་རྣ་བར་ཡིད་མ་ཆེས་པ་ལྟ་བུ་ཞིག་བྱུང་སྟེ། གདུང་བཞེས་ཀྱང་ལོག། ཡུད་ཙམ་ཁ་ཡང་གྲག་རྒྱུ་མེད་པར་ལུས། དེ་རྗེས་མོས་ཅི་ཞིག་དྲན་པ་ལྟར། ཨ་ཅག། སེམས་ཁྲལ་ཆེན་པོ་མ་བྱེད། ནད་གཞི་ག་རེ་ཕོག་ཀྱང་བཅོས་ཐབས་ལོས་ཡོད། དེང་སང་སྨན་བཅོས་ལག་རྩལ་མཐོ་རུ་སོང་སྟེ་སྐྲན་ནད་ཕུད་པའི་ནད་གཞི་ཚང་མ་བཅོས་ཐུབ་པོ་ཡོད་རེད། ཅེས་སེམས་གསོ་བྱས། སྐད་ཆ་དེས་ཨོག་ཆོས་མེ་ཏོག་གི་གོ་བ་དང། སྔོན་ལ་རང་གི་སྣང་བར་ཡིད་མ་ཆེས་པར་ཡུད་ཙམ་ལུས། དེ་ཕྱི་མོའི་བ་ལུའི་མེ་ཏོག་ལ་བལྟས་ཏེ། པད་ཁའི་མེ་ཏོག། གཅུང་མོ་བ་ལུའི་མེ་ཏོག་གིས་བཤད་པ་དེ་རང་རེད། ཁྱོས་སེམས་སྡུག་དེ་འདྲ་མ་བྱེད་ད། ང་ཚོའི་ཉེ་འཁོར་ལ་ན་ཚ་འདི་ཕོག་མཁན་མང་ཡང། བཅོས་ཏེ་མུ་མཐུད་ལས་ཀར་ཡོང་མཁན་ཡང་མང་པོ་ཡོད་རེད། དེང་སང་གི་སྨན་བཅོས་ལག་རྩལ་མཐོ་བས་བཅོས་ཐབས་ཡོད། ཅེས་ཁ་བདེ་པོས་དབུགས་ཐེངས་གཅིག་ལ་བཤད་ཀྱང། མོའི་སེམས་ནང་དེ་རིང་དཔལ་ཁའི་མེ་ཏོག་གི་ལས་དབང་སང་ཉིན་ང་ཡི་ལས་དབང་མིན་ནམ་སྙམ་སྟེ་མནོ་བསམ་དང་སེམས་ནད་ཀྱི་ཀློང་དུ་ཚུད། རྒྱུན་པར་སྐད་ཆ་བཤད་རྒྱུར་མཁས་པའི་མོས་ཀྱང་དེ་ལས་ལྷག་པའི་སེམས་གསོའི་སྐད་ཆ་མ་དྲན། ཚུལ་དེ་དག་རྟོགས་ལ་མེ་ཏོག་གི་གདོང་དེ་མོའི་གདོང་ལས་རྣམ་འགྱུར་ཡ་མཚན་ཞིག་ཐོན། མོས་བོད་སྐད་བཤད་མ་ཤེས་ཀྱང་ཕྲན་བུ་གོ་ཐུབ་མོད། དེ་རིང་ཁོ་ཚོའི་བར་གྱི་སྐད་ཆ་དེ་དག་མོས་མང་ཆེ་བ་མ་གོ་རུང་གང་ལྟར་དཔལ་ཁའི་མེ་ཏོག་ལ་ནད་གཞི་ལྕི་མོ་ཞིག་ཕོག་པ་ཤེས་ཏེ་སྔོན་ལ་དཔལ་ཁའི་མེ་ཏོག་གི་གདོང་ལ་ཞིབ་པར་བལྟས། དེ་རྗེས་བ་ལུའི་མེ་ཏོག་ལ་དྲིས་ཀྱང་མོས་མགོ་བོ་ཁྲིད་དུ་གཡུགས་པ་ལས་ཁ་ཡ་མ་བྱས། དེ་རྗེས་མོས་ཨོག་ཆོས་མེ་ཏོག་ལ་བལྟས་ཏེ་སྤྲེལ་ལད་དང་བཅས་ཏེ་བཙུན་མོ་རིན་པོ་ཆེ་ང་ཚོའི་ཨ་ཅག་དཔལ་ཁའི་མེ་ཏོག་ལ་ནད་གཞི་ག་རེ་ཕོག་པ་རེད་དམ་ཅེས་དྲིས་པ་དང། ཨོག་ཆོས་མེ་ཏོག་གི་ཁོང་ཁྲོ་ལངས་ཏེ་རྒྱ་སྐད་ཀྱི་ལམ་ནས་མི་གཤིས་ཁྱོད་ལ་ཇུས་གཏོགས་ག་རེ་འདུག་གམ་ཞེས་བཤད། ཏོག་ལ་མེ་ཏོག་ཞེས་ཏེ་དྲིན་ཆེས་སྨྲས་པ་ལས་གཞན་གང་ཡང་བཤད་མ་ཤེས། ཡུད་ཙམ་ནས་མོས་ཅི་ཞིག་དྲན་པ་ལྟར་པད་ཁའི་མེ་ཏོག་གི་ཉལ་ཁྲིའི་ཟུར་ལས་ཧོབ་ཏེ་ལངས་ཏེ་འཚབ་འཚུབ་ཀྱིས་རྐུབ་བརྡབ་ཙམ་བརྡབ་ཙམ་བྱས་རྗེས་རང་གི་ཉལ་ཁྲིའི་སྒང་དུ་སྡོད་པར་ཕྱིན། བ་ལུའི་མེ་ཏོག་ལ་ད་ལྟ་ཕ་མ་དང་དགའ་ཉེ་སྤུན་མཆེད་གང་ཡིན་ཟེར་ཡང་དཔལ་ཁའི་མེ་ཏོག་གཅིག་པོ་ལས་མེད་པས་དཔལ་ཁའི་མེ་ཏོག་ལ་འཐམས་ཏེ་སྐུ་གཉིས་མཉམ་དུ་ཡུན་རིང་ངུས། ཨོག་ཆོས་མེ་ཏོག་དང་ཏོག་ལ་མེ་ཏོག་གིས་ཀྱང་མིག་ཆུ་ལྷུང་ལྷུང་དུ་བཏང་སྟེ་ཁོ་ཚོས་དཔལ་ཁའི་མེ་ཏོག་ལ་བཅངས་པའི་དུང་སེམས་མཚོན་པ་བྱ་རྒྱུ་ལས་མ་འདས། ད་ནི་དངུལ་གསོག་རྒྱུ་དེ་བ་ལུའི་མེ་ཏོག་གཅིག་པོའི་སྟེང་དུ་བབས་པའི་ངོས་འཛིན་བྱུང་བས། ཨ་ཅག་ཁྱོད་ཀྱིས་ནད་བཅོས་པའི་རེ་བ་ཏིལ་འབྲུ་ཙམ་ལས་མེད་ཀྱང་བློས་མ་བཏང་པར་སྨན་བཅོས་བྱེད། ངས་ལས་ཀ་གང་མང་བྱས་ཏེ་དངུལ་བསགས་ཆོག་ཅེས་སེམས་གསོ་ཡང་ནས་ཡང་དུ་བྱས། དེ་རྗེས་ཁྲོམ་གཞུང་ནས་མོ་ལ་བྱ་ཞལ་ཐང་ཕོར་པ་གང་ཉོས་ཏེ་འཐུང་དུ་བཅུག། པད་ཁའི་མེ་ཏོག་ལྟོ་ཆས་ཀྱིས་ཐང་ཀ་མེད་པ་མ་ཟད་ཐ་ན་ཆུ་ཐིགས་ཙམ་འཐུང་མི་འདོད་ཀྱང་གཅུང་མོ་བ་ལུའི་མེ་ཏོག་གིས་སེམས་མི་བཟོད་པའི་ཆེད་དུ་མོས་ཐང་དེ་འཐུང། ཁོག་པའི་ནང་ད་གཟོད་གཞི་ནས་ཟས་ཚ་པོ་རག་པས་མོའི་ལུས་ལ་ཚ་དྲོད་ངང་གིས་སླེབས་པ་དང་དྲན་པ་ཡང་ཅུང་ཟད་དུ་སོང་བས་དལ་བུས་ཡར་ལངས། དཔལ་ཁའི་མེ་ཏོག་མལ་ལས་ལངས་པས་བུ་མོ་ཚོ་ཅུང་བློ་བདེ་རུ་སོང་སྟེ་ཁོ་ཚོ་མཚན་ལས་ལ་ཕྱིན། ད་ནི་ཉལ་ཁང་དུ་དཔལ་ཁའི་མེ་ཏོག་གཅིག་པུ་ལས་མེད་པས་ཁ་སྒུག་ཧ་ཅང་སིམ། མཚམས་དེར་མོས་རང་གི་གཅུང་པོ་དྲན་པ་དང། སྔོན་ལ་མོས་གཅུང་པོར་ཁ་པར་ཞིག་བཏུང་རྩིས་བྱས་པ་དང། ཡུད་ཙམ་ནས་མོའི་བསམ་པར་ཁ་པར་ནང་མོའི་སེམས་ཀྱི་བརྩེ་བ་དང་འགྱུར་བ་མངོན་སྲིད་པས་དེ་ལས་ཡི་གེ་ཞིག་བྲིས་ན་དགའ་སྙམ་སྟེ་ཉལ་ཆས་ལ་བསྙེགས། རང་གི་པུས་མོའི་སྟེང་ཤོག་བུ་བཞག་ནས་གཅུང་པོར་ཡི་གེ་ཞིག་འབྲི་འགོ་བརྩམས། བརྩེ་བའི་གཅུང་པོ་ཁམས་བཟང། མ་ཤི་ཁ་ཉིན་ཁ་པར་ལས་ཁྱོད་བདེ་པོ་ཡིན་པ་ཤེས་པས་ང་བློ་མི་བདེ་བ་གང་ཡང་མེད། ཡིན་ནའང་ཡང་སྙིང་ག་རེ་བྱས་པ་ཡིན་ནམ། ངས་དེ་རིང་གློ་བུར་དུ་སེམས་གཏིང་ནས་ཁྱོད་ལྷག་པར་དྲན་བྱུང། ཚེ་སྔོན་སྨོན་ལམ་བཟང་པོའི་ཐུགས་ལས་ངེད་གཉིས་ཚེ་འདིར་ཤ་དང་རུས་པ་འབྲེལ་བའི་གཅེན་གཅུང་དུ་གྱུར་བ་ནི་ངའི་བསོད་ནམས་ཡིན། བརྩེ་བ་ཟབ་པའི་ཕ་མ་བུ་ཕྲུག་དང་ཚེ་འདིར་བཀོད་པའི་སྤུན་མཆེད་ནམ་ཡང་གསོན་བྲལ་མེད་ན་ཅི་མ་རུང། གལ་སྲིད་བྲལ་ཡང་ཚེ་ཕྱི་མ་སླར་ཡང་མཉམ་འཛོམས་བྱུང་ན་ཅི་འདྲའི་སྐྱིད་པ་ལ། ཚེ་རིང། ངའི་བརྩེ་བའི་གཅུང་པོ། དེ་རིང་ངས་ཁྱོད་ལ་སྐད་ཆ་མང་པོ་ཞིག་བཤད་རྒྱུ་ཡོད་ཀྱང། ད་ནི་གང་ནས་འགོ་བཙུགས་ཏེ་བཤད་དགོས་མིན་ངས་ཀྱང་གསལ་པོ་ཤེས་མ་སོང། ང་ཡང་ཉིན་ག་རེ་བྱས་པ་ཡིན་ནམ། ང་ལ་གང་འདོད་བཞིན་འཕུར་བའི་གཤོག་པ་ཞིག་ཡོད་ན་ཁྱོད་ཀྱི་གམ་དུ་འཕུར་བར་འདོད། གལ་ཏེ་སྐྱེ་བ་ཕྱི་མ་ཡོད་གྱུར་ན་ང་སླར་ཡང་ཁྱོད་ཀྱི་ཆེན་མོ་བྱེད་པར་འདོད། འབྲི་མཚམས་འདིར་སླེབས་དུས་མོའི་མིག་གཉིས་ལས་མིག་ཆུའི་ཐིགས་ཕྲེང་རྒྱུན་མ་ཆད་པར་བབས་ཏེ། ལག་ཏུ་ཡོད་པའི་ཤོག་བུ་ཡང་ལོན་པ་སོད། སོ་སོའི་ངུ་ངག་སོ་སོས་ཀྱང་ཐོས་ཀྱི་ཡོད་པས། ཁོ་མོས་བློ་ནང་དུ་བཀུག་སྟེ་ནང་སེམས་སྐྱོ་བའི་ཚུལ་དག་མུ་མཐུད་དེ་ཡི་གེ་ནག་ཆུང་ཐོག་མ་བཀོད་པར་ཡི་གེའི་ནང་དོན་གཞན་ཞིག་ཏུ་བསྒྱུར། ཁྱོད་ཀྱི་རིག་པ་སྒྲིམ་པའི་རྒྱལ་ས་པེ་ཅིན་དུ་སློབ་གྲྭ་ཨང་ཀི་དང་པོ་ཞིག་ལ་སླེབས་ཀྱང་ཁྱིམ་གྱི་དཔལ་འབྱོར་རྨང་གཞི་ཞན་པས་འཚོ་གོས་གང་ཕྱིར་ཁྱོད་ལ་སྡུག་པོ་ཞེ་དྲག་བྱུང་སོང། ད་ནི་ཨ་ཅག་ཀུང་སིའི་ནང་གོ་ས་འཕར་ཏེ། ཚན་ཁག་ཅིག་གིས་ཆིངས་ལེ་བྱེད་ཀྱི་ཡོད་ལ་ཟླ་རེར་གླ་ཆ་སྒོར་བཞི་སྟོང་ཡོད། ཟླ་བ་རྗེས་མ་ནས་ཟས་རིན་སྒོར་གཅིག་སྟོང་ཁུར་ཆོག། ད་ཆ་ཁྱོད་གཟུགས་པོ་ཚ་བས་གང་ཡིན་པའི་ཉིན་རེའི་ལྟོ་ཆས་དུས་ཐོག་ཏུ་ཟ་རྒྱུ་དེ་གལ་ཆེ། འཚོ་བཅུད་མི་ཆེ་ཡང་གྲོད་པ་འཁྱག་པ་ཞིག་བཟོ། འདི་ལོ་ཁྱོད་སློབ་ཆེན་ལོ་རིང་བཞི་པར་སླེབས་ཀྱང་ད་དུང་གློག་ཀླད་གཅིག་ཀྱང་མེད་པས་དེ་ཨ་ཅག་གི་སེམས་ནད་ཆེ་ཤོས་ཡིན། ད་རེས་དངུལ་ཁང་གི་ཁ་ནང་སྒོར་གྲོགས་སྟོང་བླུགས་ཡོད་པས་བཞི་སྟོང་ལ་གློག་ཀླད་ཡག་པ་ཞིག་ཉོས། དེ་འཕྲོས་ཟས་རིམ་ཕུད་གྱོན་པ་ལུས་གང་ཅིག་ཀྱང་ཉོན་ཤིག། ད་ཆ་མེ་འཁོར་ཤར་གཏོང་ཐུབ་པའི་ནང་སར་སློབ་སྦྱོང་བྱེད་པར་བསྐྱོད་པའི་སློབ་མ་མང་ཆེ་བ་ཕ་ཡུལ་དུ་གུང་གསེང་གཏོང་བར་ཡོང་གི་འདུག་དེ་མ་ཟད་དེ་ལ་ཡང་སློབ་མར་མཁས་པོ་ཞིག་ཡིན་བཟོ་འདུག་པས་ད་ལོ་དགུན་སྐབས་ཕ་ཡུལ་ལ་ཐེངས་གཅིག་ལོག་ཤོག་ཨ་ཅག་ཡང་ཡོང་ཐབས་བྱེད་ཀྱི་ཡིན། གཞན་ཁྱོད་ལ་བཤད་དགོས་མེད་ཁྱོད་ནི་བསམ་གཞིགས་ཐུབ་ལ་བརྩོན་འགྲུས་ཆེ་བའི་ཕྲུ་གུ་བཟང་པོ་ཞིག་རེད། བསླབ་བྱ་གཅིག་རང་ཡོད་པ་ནི་གཟུགས་པོར་བདག་གཅིག་གིས། ད་རེས་དེ་ཙམ་དང་ང་ཚོ་མགྱོགས་པོ་ངོ་མཇལ་ཡོང་བའི་འདུན་པ་བཟང་པོ་བཅངས་ཏེ་གཅེན་མོས་ལྷ་ལྡན་གྲོང་ནས་ཟླ་ཚེས་ལ་ཕུལ། ཡི་གེ་དེ་ཡིག་ཀོག་ནང་བླུགས་ཏེ་སྦྲག་འཛིན་བྱས་རྗེས་རང་གིས་ཐོད་པར་གཏུགས་ཙམ་དང་ཡིག་ཀོག་སྟེང་དབོ་ཞིག་བྱས། མཚམས་དེར་མོས་ད་གཟོད་ལས་ཀ་ཆེན་པོ་ཞིག་བསྒྲུབས་ཚར་བའི་སྣང་བ་བྱུང། འོན་ཏེ་གཅུང་པོ་དྲན་པའི་གདུང་བས་མནར་ཏེ་མིག་གཉིས་ལས་སླར་ཡང་མིག་ཆུའི་ཐིགས་པ་ཡིག་གོག་སྟེང་ལྷུང་སྟེ་ཡིག་གོག་ཀྱང་རློན་པར་གྱུར། མོས་རང་གི་ཧ་ཅང་སྐམ་ལ་བྱ་སྟེ་བདེ་མོ་འདྲ་བའི་ལག་པས་ཡིག་གོག་ཐོག་གི་མིག་ཆུ་གཙང་མར་ཕྱིས་ཏེ་སྒྲོག་ཙེའི་སྟེང་བཞག། དེ་ཕྱེད་མེ་ལྕེ་ལ་བསྙེགས། ལྟོ་ཕད་ནང་ནས་དལ་བུས་ཁ་པར་བཏོན་ཏེ་དཀའ་ངལ་ཆེན་པོས་ཁྱིམ་གྱི་ཁ་པར་གྱི་ཨང་ཀི་བསྣན། ཁ་པར་གྱི་ནང་ལས་ཨ་མའི་རྒྱུས་མངའ་ཆེ་བའི་སྐད་གོ་བ་དང། མོའི་མིག་གཉིས་ལ་མཆི་ཞག་འཁོར། ཁ་པར་ནང་ནས་ཨ་མས། ཝེ། བུ་མོ་ཡིན་པས། དུས་ཚོད་རིང་པོ་ཞིག་ཁྱོད་ཀྱིས་ཁ་པར་རྒྱབ་མ་བྱུང། སྐབས་རེར་ཁྱོད་དྲན་དྲགས་ཏེ་ཁ་པར་རྒྱག་པར་འདོད་ཀྱང་གཅིག་ནས་ཨང་ཀི་འདི་ཡག་པོ་ཞིག་མནན་མ་ཤེས་པ་དང། གཉིས་ནས་བུ་མོ་རང་ལས་ཀ་བྱེད་པའི་སྐབས་དང་ཁྱེད་ཀྱི་མེད་དམ་བསམ་རྗེས་རྒྱག་རྒྱུ་བྱུང་མ་སོང་ཞེས་བཤད་པ་དང། དཔལ་ཁའི་མེ་ཏོག་གིས། ཨ་མ། ང་བདེ་ཐང་ཡིན་པས་སེམས་ཁྲལ་བྱེད་མི་དགོས། དེ་རིང་ཁ་སང་ངས་ཨ་མ་རང་དང་པཱ་ལགས་ལྷག་པར་དྲན་ཡོང་གི་འདུག་སྐབས་རེ་རྨི་ལམ་ནང་ལ་ཡང་ནང་ལ་ལོག་པར་རྨིས་ཡོང་གི་འདུག་ད་ལྟ་ལས་བྲེལ་ཆེ་བས་རང་ཡུལ་ལ་ཡོང་ཐུབ་པ་མི་འདུག་ལས་ཀ་ཅུང་དལ་ལ་སོང་ན་ཉིན་གཅིག་ལོག་ཡོང་གི་ཡིན། ངས་རྫས་ལུད་ཀྱི་རིན་པ་ང་ཚོའི་གྲོང་ཚོའི་ཨ་ཅེ་རྡོ་རྗེ་ལ་བསྐུར་ཡོད། ད་དུང་བྱ་རིན་དང་པཱ་ལགས་ཀྱི་སྨན་བཅས་བསྐུར་ཡོད། ཨ་མ་རང་ཡང་གཟུགས་པོ་བདག་པོ་ཡག་པོ་གྱིས། ཞེས་བཤད་མཚམས་དེར་སླེབས་སྐབས་མིག་ཆུ་ལྷུང་ལྷུང་དུ་ཤོར་ཏེ་སྐད་ཆ་མུ་མཐུད་བཤད་མ་ཐུབ། ཁ་པར་ནང་ནས་ཨ་མས། བུ་མོ་རང་དྲི་བ་ཡོད་པ་ངས་ཤེས་ཀྱི་ཡོད། ཡིན་ནའི་གཟུགས་པོ་བདག་གཅེས་ཀྱིས། ཁྱིམ་འདིར་ཁྱོད་མེད་ན་ག་འདྲ་ཡོང་མིན་ལ་ང་ཚོས་བསམ་བློ་གཏོང་མི་ཕོད། སྐད་ཆ་དྲང་པོ་བཤད་ན། མིའི་སྐྱེས་པ་ནི་ལེབ་ལེགས་ཡིན་པས་འདོད་པ་ཁེངས་དུས་མེད། དེས་ན་ཁྱོད་ཀྱིས་ཁག་པོ་མ་བྱེད། གཞན་ཡུལ་དུ་སྐྱེས་བུ་གང་འདྲས་ཡོད་ཀྱང། ཁྱོད་སྐྱེས་ས་དང་འཚར་སའི་ཕ་ཡུལ་ནི་མ་རེད། ཕ་ཡུལ་དུ་ཁྱོད་ལོག་སའི་ཁྱིམ་ཡོད་པས་སྐྱིད་ཤོས་ནི་རང་གི་ཁྱིམ་ཡིན། ཁྱིམ་ལ་ལོག་འདོད་ན་ཉིན་ཤས་གོང་པ་ཞུས་ཏེ་ལོག་ཤོག། ཕ་མ་གཉིས་ཀྱི་ཁྲིད་ལ་ཕྲུ་གུ་སུ་ཡང་མེད་པས་པ་པ་ང་གཉིས་ཀྱིས་ཀྱང་བུ་མོ་རང་དང་གཅུང་པོ་བྲན་པོ་འདུག་ཅེས་བཤད་རྗེས་མུ་མཐུད་སྐད་ཆ་མ་ཐོན་པར་ཡུད་ཙམ་ག་གུ་སིམ་མེར་ལུས། ཁ་པར་གྱི་སྡིག་ཕྱོགས་ནས་པད་ཁའི་མེ་ཏོག་གིས་ག་གུ་སིམ་པོར་ཉན་པ་ལས་ལན་གང་ཡང་འདེབས་མ་ཤེས་པར་ལུས། སྐབས་དེར་ཨ་མས་སེམས་ནང་གི་སྐྱོ་གདུང་པས་དྲེག་པས་ཁེངས་པའི་ལག་པ་གོག་པོ་དེས་རང་གི་མཁུར་ཚོས་ཀྱི་མིག་ཆུ་ཕྱིས་ཀྱིན་འགྲོ་སྣང་ཅན་མདོག་གིས། བུ་མོ། འོང་བྱས་པའི་ཨ་མ་དེ་ལྟར་ཡིན། པཱ་ལགས་ཀྱི་ནད་གཞི་ཡང་ཁྱོད་ཀྱི་བཀའ་དྲིན་གྱིས་སྨན་ཆད་མེད་གཏོང་རྒྱུ་བྱུང་བས་ཅུང་ཟད་དྲག་ཏུ་སོང་འདུག་ད་དུང་འདི་ལོ་ནང་ལ་བྱ་མོ་བཞི་དང་བྱ་ཕོ་གཉིས་ཕ་བ་མ་ཟད་འཕགས་པ་ཨ་མ་ལ་ཕག་ཕྲུག་སྐྱེ་རྒྱུ་ཡོད། དེ་དག་བཙོང་ན་བུ་ལ་སྐུ་ཆེད་ཀྱི་དངུལ་ཕྲན་བུ་ཡོང་གི་རེད། དེ་འདྲ་བྱུང་ན་ཁྱོད་ཀྱི་ཁུ་བོ་ཡང་དུ་འགྲོ་གི་རེད། ཅེས་ཁྱིམ་གྱི་གནས་ཚུལ་དཔེ་ཁས་མེ་ཐོ་ལ་བཤད་པའི་སྐབས་ཟུར་དུ་ཡོད་པའི་པ་ཕས་ཨ་མའི་ལག་ནས་ཁ་པར་འཕྲོག་གིན་ཁ་པར་དུས་ཚོད་རིང་པོ་འདི་འདྲས་བརྒྱབ་ན་དངུལ་མང་པོ་འགྲོ་གི་རེད་ཅེས་བཤད། དེ་རྗེས་ཁ་པར་ལག་ནང་དམ་དུ་བཟུང་ཁ་པར་ལ་རང་གི་ཁ་སྦྱར་སྐད་ཤུགས་ཆེན་པོས། བུ་མོ། ངེད་གཉིས་སྡེ་མ་ཐང་མ་ཡིན་པས་ཁྱོས་སེམས་ཁྲལ་བྱེད་མི་དགོས། བུ་མོ་ཁྱོས་གཞན་ཡུལ་དུ་ཚང་མ་རང་ལ་བརྟེན་དགོས་པས་ལྕགས་པོ་གྱིས་ཤོག། མ་ཟད་ད་ལོའི་ལོ་སར་ལ་ངེས་པར་ལོག་ཤོག་ཨ། ལྟོས་དང། བུ་མོ་ཁྱོད་ཁྱིམ་ལ་མ་སླེབས་པར་ལོ་བཞི་ཙམ་ཕྱིན་འདུག་ཨ་མ་ངེད་གཉིས་ཀྱིས་ཁྱོད་དང་གཅུང་པོ་ལྷག་པར་དྲན་གྱི་འདུག་ད་དེ་རིང་དོན་དག་གཞན་མེད་པས་སྐད་ཆ་མང་པོ་བཤད་ཀྱི་མེད་ཁྱོད་ཀྱི་གཟུགས་པོར་བདག་གཅེས་ཡག་པོ་བྱེད་ཤིག། ཅེས་བཤད་རྗེས་མཚམས་མཚོག་མེད་པར་ཁ་པ་ཐག་སྒྲ་དང་བཅས་ཏེ་བཀག། དེ་ཉིན་དཔལ་ཁའི་མེ་ཏོག་གི་གཟུགས་པོར་ཤུགས་མེད་པས་འགུལ་མི་འདོད་ལ། སྐད་ཆ་ནི་དེ་བས་བཤད་མི་འདོད་ཀྱང། སྙིང་ནས་དྲན་པའི་ཕ་མ་གཉིས་ཀྱི་སྐད་ཆ་གོ་སྐབས་གློ་བུར་དྲུང་དུ་ཕྱིན་ཏེ་ཕ་ཡུལ་གྱི་རི་ལུང་དང་སྐྱ་ཐལ་ཐལ་གྱི་ཞིང་ཐང་དང་བསིལ་བསིལ་དུ་རྒྱུག་པའི་རྒྱུག་ཆུ་སྣ་ལ་འཇེབས་པའི་རྫིའུའི་གླུ་དབྱངས་བཅས་དྲན་ཏེ། ཁ་པར་ལས་ཕ་མ་གཉིས་ཀྱི་ཕ་ཡུལ་གྱི་སྐོར་མང་ཙམ་བཤད་ན་ཅི་མ་རུང་བསམ་ཡང་ཁ་པར་ནང་ནས་ཏུ། ཏུ། ཞེས་སྐད་བསྟུད་མར་གྲགས་པ་ལས་རང་གིས་ཉན་འདོད་པའི་སྐད་ཆ་དེ་ཐོས་རྒྱུ་མ་བྱུང། ཁོ་མོས་ཁ་ཕར་ལ་ལྟ་ཙམ་བྱས་ཏེ་དལ་བུས་ཁ་བརྒྱབ་སྟེ་ཟུར་ཞིག་ཏུ་བཞག། ཉལ་ཁྲིའི་སྟེང་ཨ་ལོག་ཅིག་བརྒྱབ་སྟེ་ད་གིན་ཕ་མ་གཉིས་ཀྱིས་བཤད་པའི་སྐད་ཆ་དེ་དག་ལ་ཕྱིར་དྲན་བྱེད་ཀྱིན་བསྡད། ཕ་མ་གཉིས་ཀྱིས་བཤད་པའི་སྐད་ཆ་དེ་དག་རང་སེམས་མནན་ཏེ་བཤད་པ་ཞིག་ཡིན་པ་ལས་དོན་དུ་དྲན་གདུང་གི་བརྙན་རིས་དང་འདར་སིག་སིག་གི་སྐད་མདངས་དེ་དཔེ་ཁའི་མེ་ཏོག་དང་ལ་ལུང་མང་པོས་མཆོད་ཡོད་ཀྱང། མི་མངོན་པའི་ཚེ་གདུང་གི་རླབས་རྒྱུན་མོའི་ཡིད་ཀྱི་མཚོ་མོ་ན་རབ་ཏུ་གསལ་བས་མོའི་སེམས་པ་རྒྱང་རིང་གི་ཕ་ཡུལ་ཕྱོགས་ལ་བྱ་སྤུ་རླུང་གིས་འཁྱེར་བ་བཞིན་འཁྱེར་ཏེ་སླར་ཡང་རང་གི་བྱམས་བརྩེ་ཆེ་བའི་ཕ་མ་གཉིས་དང་རང་འཚང་རླུང་ཆུང་སའི་རླུང་ཆུང་སྐྱ་ཐལ་ཐལ་དེ་མིག་ལ་གློག་བརྙན་བསྟན་པ་བཞིན་ལྷང་ལྷང་དུ་འཆར་བས་དེ་མ་ཉིད་རང་ཡུལ་ལ་ལོག་འདོད་པའི་བློ་ཞིག་ཀྱང་སྐྱེས། ཡུད་ཙམ་མ་སོང་བར་མོའི་སེམས་ལ་ད་ལྟ་ང་འདི་འདྲ་བྱས་ཏེ་ཁྱིམ་དུ་ལོག་མི་རུང། གཅུང་པོ་དང་ཁྱིམ་ལ་དངུལ་གསོག་དགོས། དེ་མ་ཟད་ངས་ལས་ཀ་འདི་ལས་གཞན་གང་ཡང་མི་འཇོན། གྲོང་གསེབ་ཏུ་ངའི་ཕ་གཞིས་ཡོད་ཀྱང་ངས་ཞིང་ལས་མི་འཇོན། དེ་བས་ད་ལྟའི་ལས་ཀ་འདི་ཡག་པོ་གང་ཡང་མ་ཡིན་ཀྱང་ངས་དེ་ལས་ཀ་ཞིག་ལ་བརྩིས་ཡོད་ལ། ལས་ཀ་དེས་ངའི་ལུས་ལ་ཚོང་རྟགས་གྲགས་ཅན་གྱོན་རྒྱུ་བྱུང་ལ། མཁའ་ལ་སྦྱིན་བདག་དང་མཉམ་དུ་ནམ་མཁའི་ཆ་དང་མཚོ་ནང་གི་ཉྭ་ས་འོག་གི་འབུ་སྲིན་ལ་སོགས་མ་བསད་པ་མེད། གྲགས་ཅན་གྱི་ཐ་མག་དང་ཆང་རག་འཐུང་རྒྱུ་ཡོད་པའི་གློ་བུར་འཚོ་བ་འདི་འདྲ་ཞིག་དོར་ཟེར་ན་དེ་ནི་དོར་མི་ཕོད་པ་ཞིག་རེད། དེ་བས་ད་ཆ་ངའི་ལུས་ལ་ན་ཚ་འདི་འདྲ་ཞིག་ཕོག་པས་ང་ལ་དངུལ་མེད་ཐབས་མེད། དངུལ་གསོག་དགོས་ན་ལས་ཀ་དེ་འདོད་ཀྱང་རུང་མ་འདོད་ཀྱང་རུང་ཞེན་ཆགས་ཆེ་ཡང་རུང་ཞེན་པ་ལོག་ཀྱང་རུང་ངས་མུ་མཐུད་ལས་ཀ་དེ་མ་བྱས་ན་མི་འགྲིག། འོན་ཏེ་ངས་གཞན་ལ་འགན་འཁྱེར་ཏེ་ད་ལྟ་ནས་བཟུང་རང་གི་བཅོས་མའི་འཛུམ་མདངས་དང་བུད་མེད་ལ་ལྡན་པའི་གཡོ་འཕྲུལ་ལ་བརྟེན་ནས་མགྲོན་པོ་ལ་ཨོང་སྐོར་ཞུས་རང་གི་ཡོང་འབབ་གསོག་པ་ལས་དམིགས་བསལ་གྱི་ཞབས་ཞུ་རྩ་བ་ནས་མི་བྱེད་ཨང་སྙམ་པའི་སེམས་ལ་དམ་བཅའ་རྡོ་ལ་རི་མོ་བརྐོས་པ་བཞིན་དུ་བཞག།